མང་པོ་ཅིག། མི་མང་པོ་ཅིག་གིས་ཁ་བ་བཏང་བྱས་འབྲེལ་བ་བྱས་ཡོང་གི་འདུག་བྱས་ནས་ད་ག་ད་དཀའ་ངལ་འཕྲད་སོང་དཀའ་ངལ་འཕྲད་རོགས་པ་བྱེད་མཁན་མི་འདུག་ཟེར་བྱས་ཨོ་དེ་འདྲ་གསུང་མཁན་དེ་འདྲ་བྱུང། བྱས་ད་ངས་ད་ང་རེ་སེམས་ཀྱིས་མ་བཟོད་པ་བྱས་བྱས་ཨ་ནི། ཅེས་བྱས་པའི་སྐད་ཆ་རེད། ད་ད་ལྟ་འདི་བརྙན་ཐུང་འདི་བཟོ་བའི་ལ་བལྟས་ནས་མི་མང་པོ་ཞིག་ཅིག་གིས་དོགས་སྣང་བྱས་ཁ་བ་བཏང་མཁན་རེད། ཨོ་ད་དེ་འདྲ་བྱས་བྱས་ཅིག་གིས་འགྲིག་ཤག་ཟེར་མཁན་མང་པོ་བྱུང་གསར་བ། ད་ཡང་འདིའི་པར་ར་ལ་དེ་རིང་ངེད་ཀྱིས་གནས་ཚུལ་འདི་བཟོས་ཀྱིས་བཟོ་དགོས་ཡ་གི་རྒྱུ་མཚན་འདི། ཅིག། བ། དོན་བྱེད་གནས་ཚུལ་ཞུ་དགོས་ཡ་དེ། ད་དེ་ནི་མ་ཡང། ཁྱོད་ནི་འབྲེལ་བ་ཁྱོད་ནས་མེད་དེ་ངས་གཅིག་གིས་ད་ཡང། ག་བསུ་བར་ད། སྲིད་སྐྱོང་ད། ཨ་ནི། ད་ལྟ་ག་རེ་ལས་རྒྱུ་འབྲས་རེད་བ། ནང་སྲིད་སྐབས་ལ་མ་རེ་ལས་རྒྱུ་འབྲས་ཟེར་ངེས་དེ་གས། ཁོ་རང་གཉིས་ཀྱིས་ད་གང་དྲག་གཅིག་གིས་གནས་ཚུལ། འཁྱོག་བཤད་ཞུ་བྱས་དེ་གས་བ། དེའི་རྐྱེན་པས་ཀྱི་ད་ཁོ་རང་གི་རྒྱབ་སྐྱོར་བྱེད་མཁན་ཚོ་གི་རྣམ་པ་ལ་མང་པོ་ཅིག་གི་དེ་ནས་ཡང་ཆོག་བཤད་བྱས་ནས་ག་རེ་བཤད་གི་སུ་ན་ད་བོད་མི་སྒྲིག་འཛུགས་ལ་ཡ་ཁ་བཏང་གི་འདུག་ཟིན་བོད་མི་སྒྲིག་འཛུགས་ལ་ཡ་ཅིག་ཙི་ནི་ཅིག་གི་ག་སུ་ར་ཅིག་ཨེ་ནི་ཚད་མས་ཞུ་གི་འདུག་བོད་མི་སྒྲིག་འཛུགས་ལ་ཡ་ཅིག་བྱེད་གི་འདུག་ཟིན་ངས་དེ་འདྲ་བཤད་བསྡད་གི་འདུག་འདི་རྩ་ནས་མ་རེད་བོད་མི་སྒྲིག་འཛུགས་ལ། ད་ཁ་གཏད་ངན་ཡོད་མ་རེད་སུ་གཅིག་ངོ་རྒོལ་བྱེད་ཀྱི་ཡོད་མ་རེད་རྩ་ནས་མ་རེད་འདི་ག་རེད་ཟེར་ན། བོད་མིའི་སྒྲིག་འཛུགས་འདི་རྒྱ་གར་འབུ་ཅིག་གིས་ད་ལོ་དྲུག་ཅུའི་རིང་ག་ལ་ཡ་ད་སྐུ་ལས་ཞུགས་སྐྱོན་ཅེས་བཞག་བཞག་བཞག་འདི་ཇི་ལྟ་ཅིག་སྒྲིག་འཛུགས་ཅིག་བཙུགས་བཞག་ཡོད་རེད་འདི་ང་རང་ཚོ་བོད་བོད་མི་རིགས་ཀྱི་དོན་དག་ལ་བཙུགས་བཞག་པ་ཅིག་རེད། དེ་འདྲའི་ཅིག་གི་རྐུབ་བཀྱག་ཅིག་ག་ལ་བསྡད་ངན་གི་མི་ཅིག་འདི་ངས་བྱེད་བྱེད་ཏག་ཏག་འཇོན་འཇོན་ཏག་ཏག་ཞུ་བོ་བྱེད་ཀྱི་ཡིན་འཇོན་གྱི་ཡོད་ཟེར་ནས་ད་ཡར་སླེབས་སླེབས་སླེབས་བཞག་པ་ཅིག་རེད་བ། དེ་འདྲའི་སླེབས་བཞག་ངན་མི་ཅིག་གིས་ཡར་སླེབས་ནས་ད་ལས་ཀ་ག་འདྲ་བྱེད་ཀྱི་འདུག་ད་དམངས་གཙོ་མ་གསོད་རེས་གནང་ནི་རོ་ཨ། སྐྱབས་མགོན་རིན་པོ་ཆེ་གིས་ད་ང་ཚོ་ཁ་ལ་བཏགས་པ་བཤད་བསྡད་དེ་དམངས་གཙོ་མ་གསོད་རེས་གནང་ནི་ཨེ་འདྲས་དམངས་གཙོ་གསོད་རེས་གནང་བཞག་པའི་དེ་འདྲས་ཅིག་གི་རྐུབ་བཀྱག་ཅིག་གང་ད་མ་བིན་ཤེས་ནས་ཡ་ཀླད་ད་རྒྱུ་མི་ཅིག་གིས་ངས་འཇོན་འཇོན་ཏག་ཏག་བྱེད་གིན་ཟེར་ཡ་ཀླད་བོར་བ། ཨ་འདྲས་གླད་ངན་ཅིག་གིས་ད་མི་དངོས་གནས་དཀའ་ངལ་འཕྲད་བསྡད་པའི་ཁར་ལ་ཆུ་ཚོགས་ཁོ་རང་པའི་ཚོ་ཚང་འཛམ་བུ་གླིང་ཁ་རང་དཀའ་ངལ་འཕྲད་འཛམ་བུ་གླིང་ཁོ་རང་དཀའ་ངལ་འཕྲད་པའི་ཁར་ལ་སོ་སོ་སོ་སོར་གཞུང་འདི་གིས་རོགས་པ་བྱས་འགྲོ་དགོས་ར་མི་རིགས་སོ་སོ་ལ་ཡ། དེས་ན་ཅིག་ང་ཚོ་བོད་མི་སྡིག་གཟུགས་འདི་གིས་ད་ད་མི་རིགས། ང་རང་ཚོ་མི་རིགས་དེ་དཀའ་ངལ་འཕྲད་པའི་སྐབས་ལ་ལྟ། སོ་སོའི་མིང་བཟོས་ཡག་དང་སོ་སོ་གིས་གཅིག་གར་བཟོ་བ་ལས་གཅིག་གིས་ཨ་ནི། མིང་སྲུང་སྐྱོབ་བྱས་ཡག་ཐུག་ས་མ་རེད་བ། ད་ལྟ་མི་རིགས་དཀའ་ངལ་འཕྲད་སོ་སོ་གིས་བོད་མི་རིགས་དེ་དཀའ་ངལ་འཕྲད་དེ་གང་བདེ་ལ་ཡག་རོགས་པ་བྱས་ཡག་བདེ་གདོང་ལེན་བྱས་ཡག་འདི་ཡག་འདི་ལ་འདི་བྱས་དགོས་ཡག་རེད་བ། ད་ལྟའི་སྲིད་སྐྱོང་དང་ཁོ་ཚོས་ག་རེ་སྐད་ཆ་ག་རེ་བཤད་དགོས་རེད་ཟེར་ན། གཅིག་བཤད་པ་དག་ལམ་སང་ད་ད་ད་ཉི་ཤར་གར་བྱས་སོ་ཡ་ང་ཚོ་ཚང་མས་མཐོང་ཡ་གཅིག་དངོས་གནས་མི་སྐྱོ་པོ་འདི་གི་འདི་གི་ཝུ་ཨ་ཅེ་ཝུ་ཐུག་ནི་ཟ་ཡ་འདང་གི་མི་འདུག་རྔུལ་འདང་གི་མི་འདུག་ཁང་གླ་སྤྲད་འདུག་མུ་ཟི་མ་དོན་བྱས་སྐད་ཆ་བཤད་དུས་གང་ལ་ད་དེ་བཤད་ཉན་ཆེ་ཟེར་ན་ཡང་སྤྲེལ་པའི་སྤྲེའུས་མ་བཏང་ཡོང་བྱས་ག་ཟེར་ད། ཟུར་ཟུར་མདོང་ལོར་དོན་བྱོས་བྱས་པས་བོད་མི་བོད་གཞུང་བཀའ་དྲིན་ཆེན་པོ་ཡིན་གཅིག་ཡིན་གཉིས་ཡིན་ང་ཚོ་བོད་དེ་ཀྲིག་མོང་ད་ལི་ཟེར་ན་སྤྲེལ་བ་ཡིན་བོད་གཞུང་གི་ཀྲིག་མོང་ད་ལི་སྤྲད་མ་སོང་ཟེར་མ་ཟེར་གི་ཡོད་མ་རེད་ང་ཚོ་སྐད་ཆ་འདི

བཤད་དགོས་ཟེར་མཁན་དེ་འདྲ་བྱུང་སྲིད་དེ་རྒན་མོ་ལ་ཡང་སྐད་ཆ་རེ་བ་ནམ་ཡང་བཤད་ཀྱི་མ་རེད་ངས་དེ། ང་ཚོའི་གི་སྐད་ཆ་དེ་མ་འགྲིག་མ་འདག་བ་བཤད་ཀྱི་ཡོད་རེད་བ་བོད་མིའི་སྒྲིག་འཛུགས་ཀྱི་མ་འགྲིག་མ་འདག་བཤད་ཀྱི་ཡོད་མ་རེད་བོད་མིའི་སྒྲིག་འཛུགས་ཀྱི་ལས་ཀྱི་སྣེ་མོ་བ་མ་བིན་བཤད་ནས་ཡར་སླད་བསྡད་མཁན་འོ་ཁམས་སྟོན་བྱེད་ནས་རྒྱུ་མ་ཕུ་འདུ་བྱེད་ནས་ཡར་སླད་བསྡད་མཁན་གྱི་མི་རིགས་དེ་གི་ལྗོན་ཁུ་ཡོད་སེ་སླད་རེད་བ་བ་འོ་འདི་གི་དེ་གི་ལས་ཀ་བྱེད་སྟངས་འགྲིག་གི་མི་འདུག་དཱ། ད་ལྟའི་སྤྱི་ཚོགས་ནང་ལ་ཡ། དངོས་གནས་ཅིག་དཀའ་ངལ་འཕྲད་བསྡད་བ་མི་ཉམ་ཆུང་ཡོད་བསྡད་བ་འོ་འདི་སྐད་དེ་ལ་ཡང་སྔོན་ནས་ཁ་ཚ་དགོས་གཏུགས་ཀྱི་ཏག་ཏག་ཅིག་དངུལ་ཡིན་ན་རག་གི་མེད་པ་བཟའ་ཡ་ཡིན་ན་ཏག་ཏག་ཅིག་རག་གི་མེད་པ། དཀའ་ངལ་འཕྲད་ཚེ་ཁོ་ཚོ་སྐད་ཤོར་གི་ཡོད་རེད་བ་ད། སྐད་ཤོར་ནས་སྐད་རྒྱག་གི་ཡོད་རེད་བ། ད་དེ་སྐད་རྒྱབ་ཉེན་ཆེ་ཟེར་ན་ཡང་ཀྲི་བི་ཀྲི་བི་ག་ཚ་ག་ལ་མ་བཏང་རྗེས་ཞི་མགོ་དེ་གི་མ་བཏང་རྗེས། གློག་བརྙན་བཟོས་བཅུག་གི་འདུག་བ། རྐང་བཙུགས་ནས་འཁྲུག་བཅུག་གི་འདུག་བ། འདི་གློག་བརྙན་ནང་ལ་དོན་ནི་བཤད་མཁན་འདི་གི་བསམ་བློ་གཏང་དགོས་རེད། བོད་མིའི་སྒྲིག་འཛུགས་ཀྱིས་ནོར་ཞིག་ཟེར་གི་ཡོད་མ་རེད་ངས། ད་ལྟའི་བོད་མིའི་སྒྲིག་འཛུགས་ཀྱི་ལས་ཀྱི་སྣེ་མོ་བ་ལས་ཀ་བྱེད་མཁན་འདི་གི་དེ་གི་ལས་ཀ་བྱེད་སྟངས་འགྲིག་གི་མི་འདུག། དཔེར་ན། ད་ལྟའི་སྲིད་སྐྱོང་གིས། མི་ལེམ་སུམ་ཅུ་རག་སོང་བཞི་བཅུ་རག་སོང་ལྔ་བཅུ་རག་སོང་ཟེར་ག་ཚ་ག་ལ་དཔེ་དེར། དཔེ་དེར་སྒྲོག་དེར་བ། བཤད་དེར་བ། སྐད་གསང་མཐོན་པོ་བྱས་ནས་བཤད་དེ་གི་འདུག་བ། ད་ལྟ་འབུམ་བརྒྱ་བཅུ་ག་ཚད་ཡིན་ན་ཅིག་མི་ལེམ་བརྒྱ་བཅུ་ཡིན་ན་འབུམ་བརྒྱ་བཅུ་ཡིན་ན་ཅིག་ག་ཚད་ཅིག་བེད་སྤྱོད་ནས། མི་མང་ནང་ལ་ཡར་སྤེལ་ཡས་བཀྲམ་ཚར་ཡིན་ཟེར་ལགས་གི་འདུག་བ་ལྟ་དེ་ག་བ་ཕྱིན་པ་རེད། དཔེ་བཤད་རག་རྒྱུ་དེ་གི་ཡར་ལུང་རྩམ་ཁུང་ལ་གཡུག་དགོས་རེད་པས་སྙེ་མ་ཧུ་ཡོ་པང་གི་དེ་འདྲ་བཤད་རེད་བརྒྱ་བཅུའི་ནང་དུ་བ་ལ་ཡ།

འདི་མ་གཏོགས་ཅིག་གིས་བོད་མིའི་སྒྲིག་འཛུགས་ཀྱི་སྒྲིག་མ་སོགས་བྱེད་ཀྱི་ཡོད་མ་རེད། བོད་མིའི་སྒྲིག་འཛུགས་ང་ཚོ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱི་རྐུབ་བཀྱག་ག་ལ་སྲིད་སྐྱོང་རྐུབ་བཀྱག་ག་ལས་ངན་གྱི་མི་དེ་གིས་མ་དྲངས་པ་དང་མི་གིས་མ་རབས་དང་མི་དེ་གིས། ག་ཚོད་རེད་རྒྱུ་མ་ཕུ་འདུག་གི་ལས་ཀ་བྱེད་ན་འདི་འགྲིག་གི་མི་འདུག་ཟེར་ནས་དམངས་གཙོ་ཡི་ཐོབ་ཐང་རེད་ཤེས་དགོས་ཀྱི་ཡོད་རེད་ང་ཚོ་མ་ཤེས་ན་ང་ཚོ་ནོར་རེད། རེད་བ། སྔས་མ་སྨན་རྩིས་ཁང་ལ་ཡང་ལོ་བརྒྱ་འཁོར་བའི་གི་དུས་ཆེན་གཅིག་ལ་ཡང་སྐྱབས་མགོན་རིན་པོ་ཆེ་གིས་བཀའ་སློབ་གསལ་པོ་གནང་སོང་ཨ།

ད་ཁྱད་པར་ག་རེ་བྱུང་ན་རྒྱ་མིའི་ཁ་བཏང་ན་ཆོག་འདུག་བས། གཅིག་པ་གཅིག་རྐྱང་ང་ཚོའི་བྱེད་སྟངས་དེ་གཅིག་པ་གཅིག་རྐྱང་སི་སི་ཏི་བི་གཅིག་པ་གཅིག་རྐྱང་བྱེད་ཀྱི་འདུག་བ་ག་ད་སི། ག་ད་ད་ང་ཚོ་རྒྱ་མི་ཞར་ལངས་གཞུང་གི་བྱེད་སྟངས་གཅིག་པ་བྱེད་ཀྱི་འདུག་བ་མི་མང་སྐད་དོན་ཞུ་བས་རྒྱ་མི་ག་ཞུ་བ་ག་ཡིན་ལ་ལ་ཡི་འདུག་བ། ད་ང་ཚོའི་བྱེད་སྟངས་དག་རང་བྱས་སོང་བ་ད་ད་ཉི་མ་ཁ་ཅིག་ཚོང་མཐོང་སོང་བ་ད་གདམས་ས་ལ་མི་དེ་གི་ཡང་བྱ་མ་ཏི་བི་ཏི་བི་ན་སྐད་སྟངས། བོད་གཞུང་ཡག་པོ་ཡོད་པས་ཡོད་སྟངས་བཀའ་དྲིན་ཆེན་པོ་ཡིན་པས་ཡིན་སྟངས། སྐད་ཆ་འདྲེས་པ་ཁྱོད་ངེས་པ་དེ་འདྲ་བཤད་བཅུག་གི་འདུག་བ།

མི་དེ་གས་ཚང་མ་ལ་ཁང་ལ་སྤྲད་འོ་མ་རེད་ཁོ་རང་ཏག་ཏག་ཡོད་རེད་སླེ་བློ་སེང་ལེང་གྲྭ་ཚང་ཡིན་ན་རེད་འདྲེ་བཀོལ་པའི་དགའ་ལྡན་ཡིན་ན་རེད་ཁོ་རྒྱུ་མའི་གྲྭ་ཚང་ཡིན་ན་རེད། དེ་རྫོང་ཁ་ཆོས་ལྡན་ཁོ་སྟག་འགྲོ་གི་འདུག་བ། ཏག་ཏག་དགོན་པ་གྲྭ་ཚང་གི་སྟག་འགྲོ་གི་འདུག་བ། དེ་མི་སྐྱོ་བོ་ལེགས་རེད་བསམ་གི་མི་འདུག་བཙལ་བའི་དོན་དུ་ཡིན་ན་སྔན་མ་ཡིན་ན་དོན་སོང་བ་མི་མང་པོ་སྐྱོ་བོ་མང་པོ་ཤུགས་དོན་སོང་བ་ཟ་ཡས་མི་འདུག་བཏུང་ཡས་མི་འདུག་སྐད་དེ་འདྲ་བྱུང་སོང་བ་ད་ང་ཚོའི་སྐད་ཆ་འདི། ད་ད་འདྲེ་གདམ་ས་རང་དུ་ཡོད་ངེས་ལྷག་པར་དུ་ཀོ་ལེ་སྤུ་གུ་ཉིན་ཞག་འོ་དེ་གས་དེ་ལ་ཟ་ཡས་མེད་ངེས་བཏུང་དཔེ་མང་པོ་ཞིག་ལྷག་བསྡད་འདུག་ཅེས་ཅེས་ང་ཚོའི་སྐད་རྒྱག་གི་ཡོད་རེད།

ད་འདོད་ཡིན་ནའི། གནས་ཚུལ་འདི་འདྲ་ཅིག་གི་ཐོག་ལ་ཡང་དངོས་ནས་མི་མང་དཀའ་ངལ་ཞུ་བ་ཞིག་འཕྲད་ཞུ་བ་ཞིག་དཀའ་ངལ་འཕྲད་དེ་འདི་ག་ལ་འདི་རོགས་པ་བྱེད་རྒྱུའི་ཚབ་ལ་ཡང་ད་འདོད་ངས་ཅིག་བྱས་ཡོད་གཉིས་བྱས་ཡོད་པའི་ས་ཡ་མང་པོ་བཏང་ཡོད་དེ་ཁ་བདེ་བོ་བཤད་བསྡད་ཀྱི་འདུག་བ་འདི་མ་རེད་བ། ལས་ཀ་བྱེད་སྟངས་འདི་འདྲ་མ་རེད་བ། འདི་ཡོད་དུས་ང་ཚོ་དངོས་གནས་ཅིག་ད་འདོད་ཡིན་ནའི་ཅིག་ལས་ཀྱི་སྣེ་མོ་བ་འདི་གི་འདི་གི་སྲིད་སྐྱོང་ཡིན་ནའི་རེད།

བ། ད་མ་ཤི་ད་ལས་དེ་བཞིན་ལས་ཀ་ཡོད་མ་རེད་བ་ད་ཁ་ནི་ཁ་མི་འདུག་ཁོ་རང་ལས་ཀ་མི་འདུག་ག་འདི་འདི་ཞིག་མ་གཏོགས་བྱས་ཡོད་མ་རེད་བ་ད་གོ་ཡང་ན་དངུལ་བསྡུ་ཤི་ད་དཔེ་ཆ་སྲིད་སྐྱོང་གིས་ད་ལས་ཀ་མེད་ཙང་ཀྲི་པི་ཀྲི་བི་ནས་ལ་མ་གཏོང་དོན་ཉི་མ་རྟག་པ་དེ་ནི་མ་དོན་ཅིག་དཔེ་ཅིག་བཤད་མོ་གོ་ལ་མོ་གོ་ལ་ཚང་མ་དེ་ནི་མ་བཤད་དེ་གི་འདུག་བ། དངོས་གནས་དྲ་ནས་ང་རང་ཚོ་མི་མང་སྐྱོ་བོ་ལྷག་བསྡད་རྒྱོ་བསླབ་འབྲས་སྤུ་གུ་དངོས་གནས་ཅིག་འདི་གི་བྱེད་དགོས་ཡ་འདི་གི་ཏག་ཏག་ཅིག་གནང་ཐུག་གི་མི་འདུག་བ།

བོད་མིའི་སྒྲིག་འཛུགས་ལ་རེ་ད་བཤད་བྱས་ཨ་ནི་བེ་དེ་ག་ད་ག་ལ་སྤྲོ་བྱས་ཨ་ནི་ཁྱེད་རང་ལ་རྒྱབ་སྐྱོར་བྱེད་མཁན་དེ་གས་དེ་གས་བོད་མིའི་སྒྲིག་འཛུགས་ལ་ཁ་གཏང་གི་འདུག་རྒྱ་མི་རེད་གསོ་བ་རེད་ཟེར་བྱས་ཨ་ནི་བཤད་ཡོང་གི་འདུག་བ་ད་མ་ཤི་ཁ་ད་ཁ་མི་འདུག་ཆེ་བསྟོད་ཁྲིམས་གཞི་གང་ཡང་རྒྱ་མི་གསོ་བ་ལབ་སོང་ཨ། སྲིད་སྐྱོང་རྒྱབ་སྐྱོར་བྱེད་མཁན་ད་དེ་གས་ཚང་མ་ལོག་གི་ཆེ་བསྟོད་ཁྲིམས་གཞི་གང་ཡང་རྒྱ་མི་གསོ་བ་ལབ་འགྲོ་དེ་གོ་རེད་བ་དེང་སང་འདི་ལ་ང་ཧ་ག་ལས་གི་མི་འདུག་རེད་བ། གང་ད་ངའི་སྐད་ཆ་བཤད་གོ་ཡ་དེ་ག་ཚད་ངས་བཤད་གོ་ཡ་དེ། ད་དུང་ཡིན་ན་མི་མང་སྐྱོ་བོ་མཐོང་ཡ་འདུག། བཟའ་ཡ་འཐུང་ཡ་མེད་པར་ལྷག་ཏུ་གཡོལ་ཏེ་འདུག་ཞེས་བཤད། འོ་དེ་གའི་དེ་ལ་སྡུག་པོ་མ་བཏང་བ་བྱས། ཁ་ཚ་དགོས་གཏུགས་ཀྱིས་མི་འདུག་སྐད་རྒྱག་གི་འདུག་ན་ཕི་ཁའི་ཕྱིན། དངུལ་ཏག་ཏག་ཅིག་སྤྲད་རོགས་པ་ག་རེ་བྱེད་དགོས་འདུག་བྱས་ན་ཡག་གི་རེད་མ་གཏོགས་ཅི་གི་འདི་ཀྲི་པི་ཀྲི་པི་ན་དོན་བྱུང་རྗེས་ཡང་དེ་གའི་སྡུག་པོ་བཏང་ཡ་དེ། ངས་ཏག་ཏག་ཅིག་བསྡད་མ་སོང་བསམ་དྲན་བྱུང། དེ་དེ་ལས་ཀ་བྱེད་སྟངས་དེ་དངོས་གནས་ཐབས་སྐྱོ་བོ། རྒྱ་མི་རྒྱ་མི་དམར་པོ་གཞུང་གི་ལས་ཀ་བྱེད་སྟངས་གཅིག་པ་གཅིག་རྐྱང་བྱེད་ཀྱི་འདུག་ཞེས་ངས་དེ་འདྲ་ཞུས་འདོད་བྱུང་ཟེར་བ། ངས་སྐད་ཆ་མང་པོ་ཤི་རིང་རིང་པོ་ཞུ་གི་མེད། ཨ་དེ་རིང་ངས་འདི་འདྲའི་ཚུལ་ངས་བཞག་གི་ཡིན། ཨེ་ངས་མ་འོངས་པ་ལ་ཡང་ག་ལེར་བཅར་ནས་ཡང་ཞུ་ཆོག་པ་ཞིག་ཞུ་ཡ་ཡི་བཀའ་དྲིན་ཆེ།